ང་ཚོ་ནམ་རྒྱུན་དུ་རྙོག་དྲ་ཕལ་ཆེ་བ་ཅིག་ཕྱི་ལོག་ནས་ཡོང་གི་ཡོད་ཀྱང་ང་ཚོས་ཀྱིས་བསམ་བློ་འཁོར་གྱི་ཡོད་རེད། མི་གཞན་པ་ནས་ཡོང་གི་ཡོད་པ་དང་ཡང་ན་ཅིག་དངུལ་དང་དཔེ་ཞག་དང་ནོར་ལུག་ལ་སོགས་པ་ཕྱི་ལོག་ནས་ཡོང་གི་ཡོད་ཅེས་ང་ཚོས་བསམ་བློ་འཁོར་གྱི་ཡོད། ཡིན་ན་ཡང་དོན་དངོས་ལ་སེམས་བཏང་བ་ཡིན་ན་ཕྱི་ལོག་ནས་མ་ཡིན་པར་ནང་སེམས་ནས་རྙོག་དྲ་དེ་ཡོང་གི་ཡོད་རེད། དེ་ཡང་མ་དེ་འགྲོ་བ་ཡིན་ན་གཙོ་བོ་དེ་ག་རེ་ཟེར་བ་ཡིན་ན་ནི་མ་རིག་པ་དང་ཐེ་ཚོམ་གཉིས་དེ་ཆགས་ཀྱི་ཡོད་རེད། དེ་ཡིན་པ་ཡིན་ན་ནི་མ་རིག་པ་ལ་ནི་ག་འདྲ་བྱས་ནས་ཡོང་གི་ཡོད་རེད། མ་རིག་པ་ལ་རིགས་མི་འདྲ་བ་ག་ཚོད་ཡོད་རེད། ཐེ་ཚོམ་ཟེར་ཏེ་ཡང་མཚམས་མཚམས་ཅིག་ཐེ་ཚོམ་ཇི་དགུ་དགུ་རེད་ཐེ་ཚོམ་དགུ་དགུ་རེད་ལ་ནི་ཅིག་གོ་ཡ་ཅིག་ཟེར་གི་རེད། ཡང་སྐབས་འགར་ལ་ཐེ་ཚོམ་ཇི་ཡོད་ཅིག་དེ་བ་དོར་གོ་ཡ་ཅིག་ཉོན་མོངས་རེད་རྩ་ཉོན་རེད་དོར་དགུ་དགུ་རེད་ཟེར་ནས་དེ་འདྲ་ཅིག་ཡང་བྱས་ཡོད་དེ་ག་རེ་ལབ་ཀྱི་ཡོད་རེད། དེ་ལྟ་དེ་རིང་ང་ཚོ་མ་རིག་པ་དང་ཐེ་ཚོམ་དེ་གཉིས་གཉིས་འོ་དེ་གཉིས་སྐོར་ལ་ང་ཚོ་དགེ་བཤེས་ཞུ་ཡི་ཡིན། བཀྲ་ཤིས་བདེ་ལེགས་ཉིན་མི་ལ་བསྟན་འཛིན་རེག་པར་ལབ་ཀྱི་ཡོད། གཉིས་ཀྱིས YouTube གྱི་དྲ་ཚིགས་འདི་གི་ནང་ལོགས་ལ་ནང་ཆོས་ཀྱི་རྣམ་གཞག་དེ་འདྲའི་གོ་བདེ་བོ་བྱས་ནས་འགྲེལ་བརྗོད་བྱེད་ཀྱི་ཡོད། ད་ད་ལྟའི་ཆ་ནས་ང་ཚོ་འདི་སེམས་ཆུང་ལྔ་བཅུ་ང་གཅིག་གི་རིམ་པ་ཞིག་ནས་བརྒྱུད་ཀྱི་ཡོད་རེད་དེ་ནང་ལོགས་ནས་ད་དགུང་གྲོགས་ལྔ་ཡུལ་གཉན་ལྔ་དེ་ཚོ་འགྲོ་ཟིན་པ་རེད་ད་ད་ལྟ་ང་ཚོ་རྩ་ཉོན་དྲུག་གི་ནང་ལོགས་ནས་འདོད་ཆགས་ཁོང་ཁྲོ་ང་རྒྱལ་དེ་གསུམ་ཚོ་ཚར་བར་བྱས་ནས་ད་ད་ལྟ་ང་ཚོ་མ་རིག་པ་དང་ཐེ་ཚོམ་དེ་གཉིས་སྐོར་ལ་ཞུ་ཡ་ཆགས་བསྡད་ཡོད་རེད། ད་ང་ཚོ་སྲིད་པ་འཁོར་ལོ་དེ་ང་ཚོ་མང་པོ་ཅིག་བརྗེད་ཡོད་རེད་རེད་བ། སྲིད་པ་འཁོར་ལོ་གྱི་སྐྱིད་དམངས་དེ་ལ་ང་ཚོ་ག་རེ་ཡོད་ཡོད་རེད་ཟེར་བ་ཡིན་ན་ཨ་ནི་འགྱུར་ཅིག་བྱེད། འཕགས་པ་ཅིག་བྱེད། བྱ་ཅིག་བྱེད་ནི་གསུམ་ཡིན། འདི་ཡང་སྐྱིད་དམངས་དེ་གི་ནང་ལོགས་ནས་ཨ་ནི་འགྱུར་དེ་གི་ག་རེ་མཚོན་གྱི་ཡོད་རེད་ཞུས་པ་ཡིན་ན་ཨ་ནི་ང་ཚོ་ཞེ་སྡང་ཅིག་བརྩི་གི་ཡོད་རེད། བྱ་དེ་གི་འདོད་ཆགས་བརྩི་གི་ཡོད་རེད། འཕགས་པ་དེ་གི་གཏི་མུག་བརྩི་གི་ཡོད་རེད། ད་ཅིག་མཚོན་བྱེད་ཅིག། ད་འདི་གི་ནང་ལོགས་ན་ཡིན་པ་ཡིན་ན་ཡང། སྦྲུལ་དང་བྱ་གཉིས་པོ་དེ་འཕགས་པའི་ཁ་ནས་དོན་གཅིག་ཁྲིག་གི་འདུག་དོན་དངོས་ལ་འདི་ཆ་དེ་ཡོད་ར། ད་ནི་སིལ་བུ་ཁུ་ལུ་ནང་ལོགས་ལ་རིགས་སྐྱེས་དེ་ལ་རི་མོ་ཁྲི་ཐང་གཅིག་ནོར་བ་དེ་ནི་མང་པོ་ཡོང་གི་འདུག་ར། གསུམ་དེ་སྦྲུལ་དང་བྱ་དང་འཕགས་པ་གསུམ་ག་ལོགས་ཀ་ལོགས་ཀ་ལས་བདེ་བ་སུ་འགྲོ་བ་དང་ཡང་ཁོ་རང་ཚོ་ནང་ལོགས་ལ་ཡང་མ་ཁ་ན་གཅིག་གི་ཁ་ན་གཅིག་དོན་གཅིག་སུ་འགྲོ་བ་དེ་འདིར་ཁྲིད་ཤོར་ཡོང་གི་འདུག་དོན་ཚང་མ་ནོར་དེ་ཡོད་རེད། དོན་དངོས་དེ་ལ་སྦྲུལ་དང་བྱ་གཉིས་འཕགས་པའི་ཁ་ནས་ཐོས་པ་གཅིག་གོ་གི་ཡོད་རེད། འདི་གིས་ག་རེ་མཚོན་གྱི་ཡོད་ཟེར་བ་ཡིན་ན་འདོད་ཆགས་དང་ཞེ་སྡང་གཉིས་པོ་དེ་ཡང་དེའི་འགྲོ་ན་གཏི་མུག་ནི་འབྱུང་གི་ཡོད་པ་དེ་བཤད་ཀྱི་ཡོད་རེད། གཏི་མུག་ལབ་དུས་མ་རིག་པ་དེ་ཆགས་ཀྱི་ཡོད་རེད། བྱས་ཙང་ད་མ་རིག་པ་དེ་ལ་ང་ཚོ་དབྱེ་བ་ག་ཚོད་ཡོད་རེད་ག་རེ་ལབ་ཀྱི་ཡོད་རེད་ཟེར་བ་ཡིན་ན་ང་ཚོ་ད་ལྟ་དེ་ལ་མ་རིག་པ་དེ་ལ་ང་ཚོ་ཡང་ཡང་བསྐྱར་ཚན་པ་བཞི་གི་ཐོག་ནས་ཞུས་ཏེ་མ་རིག་པ་ལ་དོན་དག་བྱས། ཨ་ནི་མ་རིག་པ་ཟེར་དེའི་དབྱེ་བ་ག་ཚོད་ཡོད་མེད་དེ་བྱས། མ་རིག་པ་ཡི་ལས་ཀ་ག་རེ་བྱེད་དགོས་རེད་བྱེད་ལས་ག་འདྲ་བྱེད་རེད། ཨ་ནི་ཐ་མ་དེ་ལ་མ་རིག་པའི་གཉེན་པོ་མ་རིག་པ་ཁ་བརྡ་བཅག་མཁན་དེ་གང་དེ་རེད། ལ་ནི་དབུ་འདི་བཞིའི་སྐོར་ལ་ཞུ་ཡས་ཡིན། ད་དང་པོ་མ་རིག་པའི་གི་དོན་དག་དེ་ག་འདྲ་ཞིག་རེད་ཞུ་བ་ཡིན་ན། མ་རིག་པའི་གི་དོན་དག་དེ་ལ། ད་ཆོས་རྣམས་ཀྱི་གནས་ལུགས་གནས་ཚུལ་ག་འདྲ་ཡིན་པ། ཡིན་སྟངས་ག་འདྲ་ཡིན་པ། དོན་ངོ་མ་ག་རེ་ཡིན་པ། འོན་འདི་ལ་ཧ་མ་གོ་བ་རྨོངས་པའི་གི་སེམས་བྱུང་ཅིག་ལ་མ་རིག་པ། ལ་ཡོད་རེད། ར་བྱས་ཙང། གནས་ལུགས་ལ་རྨོངས་པས་ཀྱི་སེམས་བྱུང་བྱས་ལ་མ་རིག་པས། ད་དེ་ལ་མ་རིག་པས་ཀྱི་དོན་དག་འགྲེལ་བྱེད་རྒྱབ་ཏུ་བསམ་པ་ལ་སྔ་མའི་ན་ལན་འབྲས་ཀྱི་མཁས་པ། ཁ་ཅིག་གིས་མ་རིག་པ་ཟད་དོ་བསམ་པ་ལ་ནི་ཅིག་ཧ་མ་གོ་བ་དེ་ལ་མ་རིག་པ་རབ་སྐྱེ་བའི་རེད་བསམ་ནས་གསུང་གི་ཡོད་རེད། ཡང་ན་ལན་འབྲས་ཀྱི་མཁས་པ། གཞན་ཁ་ཅིག་གིས་ཧ་མ་གོ་བ་དེ་གཅིག་པུ་མ་རེད། ལོག་པར་འཛིན་པ་དེ་ཡང་མ་རིག་པ་རེད། དཔེར་ན་སྐྱེ་བ་སྔ་མ་སྐྱེ་བ་སྔ་ཕྱི་ཡོད་རེད་བསམ་ན་སྐྱེ་བ་སྔ་ཕྱི་ཡོད་མེད་ཧ་མ་གོ་བ་འདི་ཙམ་མ་ཡིན་པར་ཡོད་མ་རེད་ཟེར་བ་ཡིན་པ་ཡིན་ན་སྐྱེ་བ་སྔ་ཕྱི་མེད་པར་འཛིན་པ་དེ་ཡང་གོ་མ་རིག་པ་གི་ཆ་མ་རིག་པའི་ཆ་དེ་ཡོད་རེད་བསམ་ནས་འོན་ཏེ་གསུང་གི་རེད་དེ་སང་མཁས་པ་ཁ་ཅིག་གིས་ནི་གཅིག་མ་རིག་པ་ལོ་ཏོག་སེམས་པ་ལ་གནས་ལུགས་ལ་རྨོངས་པ་ཙམ་ཧ་མ་གོ་བ་ཙམ་གྱིས་ལ་ཧ་མ་གོ་བ་དེ་ལ་མ་རིག་པ་ཟེར་ཁ་ཅིག་གིས་ཧ་མ་གོ་བ་དེ་གཅིག་པུ་མ་རེད་ལོག་པར་འཛིན་པ་ཡང་གོ་གི་ཡོད་རེད་བསམ་ནས་འོན་ཏེ་གསུང་གི་ཡོད་རེད།

ལས་རྒྱུ་འབྲས་ཀྱི་རྣམ་བཞག་དེ་ཧ་མ་གོ་བ་དེ་ནི་གོ། མ་རིག་པ་ལ་བཞག། ད་སྡིག་གི་དབང་གིས་ང་ཚོ་རྙོག་དྲ་ཚང་མ་ཡོང་གི་ཡོད་རེད། མི་དགེ་བའི་ལས་ཆ་ཚང་གཅིག་མ་རིག་པ་སྡིག་གི་དབང་གིས་ཡོང་གི་ཡོད་རེད། ད་མི་དགེ་བའི་ལས་ཆ་ཚང་མ་རིག་པ། ལས་འབྲས་ལན་མོ་མའི་མ་རིག་པ་སྡིག་གི་དབང་གིས་ཡོང་གི་ཡོད་བསམ་པ་ལ་ང་ཚོ་ངན་སོང་ལ་སྐྱེ་ཆོས་ཀྱི། གོ་དམྱལ་བ་ཡིན་ནའི་འདྲ་ཡི་དྭགས་ཡིན་ནའི་འདྲ་དུད་འགྲོ་ཡིན་ནའི་འདྲ་ངན་སོང་ལ་སྐྱེ་ཆོས་ཀྱི་ཆ་ཚང། ལས་འབྲས་ལན་མོ་མའི་མ་རིག་པ་སྡིག་གི་དབང་གིས་ང་ཚོ་ངན་སོང་ལ་སྐྱེ་ཡོང་གི་ཡོད་རེད། ལབ་དུས་བསམ་པ་ལ། གནས་སྐབས། བདེ་བ་ཅིག་ཕྲན་བུ་བདེ་བ་ཅིག་གི་ཆེད་དུ་ཨ་ནི་ལས་མི་དགེ་བ་མང་པོ་བྱེད་ཡོད་པས་ན་ཚོང་པ་ཡིན་ན་དེ་ཚོ་གིས་གནས་སྐབས་ཅིག་སོ་སོ་གིས་ནོར་ཅིག་ར་ཡས་ཀྱི་ཆེད་དུ་གནས་སྐབས་ཅིག་ཁྱབ་ཚང་ར་ཡས་ཆེད་དུ་ཨ་ནི་མགོ་སྐོར་བཏང་དགོས་ན་ཨ་དྲ་ཅིག་ཅིག་ཅིག་རྫུན་མ་བཤད་དགོས་ན་ཨ་དྲ་འདི་འདྲས་ཅིག་བྱུང་ཡོང་དུས་བསམ་པ་ལ་གནས་སྐབས་ཀྱི་ཕྲན་བུ་གི་བདེ་བ་དེ་གི་ཆེད་དུ་ཨ་ནི་མ་འོངས་པ་འབྲས་བུ་སྡུག་བསྔལ་ཡོང་རྐྱེན་གྱི་ལས་ཀ་བྱེད་ང་ཚོ་དགེ་འདུན་བྱེད་ཀྱི་ཡོད་རེད་ཅེས་བྱས་པ་དེ་ལས་འབྲས་ལ་རྨོངས་པའི་དབང་གིས་ཡོང་གི་ཡོད་དོ་བསམ་པ་ལ་དེ་ཨ་ད་གང་ལྟར་ཡང་མི་དགེ་བའི་ལས་ཆ་ཚང་ད་ལྟ་ལས་འབྲས་ལ་རྨོངས་པའི་མ་རིག་པ་འདི་ཡོང་གི་ཡོང་གི་ཡོད་རེད་ད་དེ་ན་ང་ཚོས་ད་ལྟ་ང་ཚོ་འཛམ་བུ་གླིང་གི་གནས་ཚུལ་དེ་ལ་བལྟ་བ་ཡིན་ན་ད་ཆབ་སྲིད་པ་དཔེ་མང་པོ་རེད་ཆབ་སྲིད་པ་དེ་ཚོ་གིས་སོ་སོའི་འུ་རྐུབ་བཀྱག་དང་བདེན་བདེན་ཅིག་སྲུང་སྐྱོབ་ཡོང་ཡག་དང་ཡང་ན་གཅིག་མིང་སྙན་གྲགས་ཡོང་ཡག་དང་དེ་འདྲའི་ཞིག་ཏུ་ནི་མི་ཕྱིན་པ་ལ་མགོ་སྐོར་བཏང་དགོས་ཆུག་ནས་འདྲ་གཅིག་སྤྱི་ཚོགས་དཀྲུག་དགོས་ཆུག་ནས་འདྲ་གཅིག་དམག་རྒྱག་དགོས་ཆུག་ནས་འདྲ་དེ་ག་རེ་ཆེ་བུའི་ཆ་ཚང་ལས་འབྲས་ལ་མོས་མ་རིག་པ་དེ་ཡོང་གི་ཡོང་གི་བ་དེ་གསལ་བོ་རེད་དོ། གང་ལྟར་ལས་དེ་འདྲའི་ཆེ་བ་ཡིན་ན་རྗུང་མ་འབྲས་བུ་དེ་འདྲའི་བྱུང་གི་བ་དེ་ཁོ་ཚོ་གི་ཡང་ན་ནི་ཁོ་ཚོ་གི་མཐའ་གཅིག་ཏུ་ཁས་ལེན་གི་ཡོད་མ་རེད་ཡང་ན་ནི་ཁོ་རང་ཚོ་དེ་མི་ཤེས་པ་ཡོང་གི་ཡོད་རེད་ཧ་མ་གོ་བ་ཡོང་གི་ཡང་ན་ཅིག་ཡོད་མ་རེད་ལབ་ཀྱི་ཡོད་རེད་གལ་ཏེ་དེ་འདྲའི་འབྲས་བུ་ཅིག་གི་རྐྱེན་ཀྱང་ནི་ཁོ་མི་དགེ་བ་མང་པོ་ཞིག་བྱེད་ལས་མི་དགེ་བ་གང་ཡིན་ཆ་ཚང་ལས་འབྲས་ལ་མོས་མ་རིག་པ། དེའི་དབང་གིས་ཆགས་ཏེ་བྱས་ཙང་དེ་ལབ་དུས་ད་ལྟ་ང་ཚོ་འཛམ་བུ་རིང་གི་སྣང་བ་ལ་ཆབ་སྲིད་པ་དུས་ཚིགས། སྤྱི་ཚོགས་ལ་དཀའ་ཉེན་མང་པོ་སྤྲད་དེ་ཉིད་དུ་འདུག་དེ་འདི་ལྟ་ཡོད་ན་ཚང་མར་ཅིག་མི་གོང་ཚོད་དང་ཁོང་ཁྲོ་ཟ་ཟ་གི་ཡུལ་འདྲ་བོ་ཆགས་ཀྱི་ཡོད་རེད་དོན་དངོས་ལ་ཁོ་རང་ཚོ་ཡོད་ན་ཡང་ཉིན་བྱེད་ལྟར་ཅིག་ད་ལྟ་ལྟར་ཅིག་གནས་སྐབས་ཅིག་བདེ་བ་འགྲོ་སྐྱེ་ར་ཆེན་པོ་འགྲོ་སུ་དེ་བྱས་ལ་ཁོ་རང་ཚོ་མྱང་ཡེ་གཏན་འཁེལ་དེ་རོ། དཀའ་ཉེན་འཕྲད་ཡེ་གཏན་འཁེལ་དེ་རོ། དེ་དེ་འདྲའི་གནས་སྟངས་ཡོད་ཚེ་ཚང་མ་ཡང་མཚམས་མཚམས་ཉིན་བྱེད་ས་མེད་རེའོ་ཡོང་མི་སྲིད་པ་མ་རེད་རང་ང་ཚོ་དེ་འདྲའི་ཡོང་དགོས་ཡས་ཅིག་ཆགས་པ་རེད། བྱས་ཙང་དེ་མ་རིག་པ་དང་པོ་དེར་ལས་འབྲས་ལ་རྨོངས་པའི་མ་རིག་པ་ཟེར་ལས་རྒྱུ་འབྲས་ལ་རྨོངས་པའི་མ་རིག་པ་ཟེར་ཏེ། གཉིས་པ་དེ་ད་དེ་ཁོ་ན་ཉིད་ལ་རྨོངས་པའི་མ་རིག་པ་ཟེར་ལབ་ཀྱི་ཡོད་རེད། དེ་ཁོ་ན་ཉིད་ལ་རྨོངས་པའི་མ་རིག་པ་ཟེར་ལབ་དུས་དོན་དག་ག་ལ་བོར་ཟེར་བ་ཡིན་ན། ད་ལས་དགེ་བ་ཅིག་བྱེད་པ་ཡིན་ན་འབྲས་བུ་བདེ་བ་ཡོང་གི་ཡོད་པ་ལས་སྡུག་བསྔལ་ཅིག་ལས་མི་དགེ་བ་ཅིག་བྱེད་པ་ཡིན་ན་འབྲས་བུ་སྡུག་བསྔལ་ཡོང་གི་ཡོད་པ་འདི་ཁས་ལེན་པའི་སྟེང་ནས་ང་ཚོས་ཀྱིས་ད་ཅིག་སྦྱིན་པ་བཏང་བ་ཡིན་ནའི་འདྲ་ཚུལ་ཁྲིམས་བསྲུངས་པ་ཡིན་ནའི་འདྲ་གང་ཟག་ཡང་ཉིད་ཅིག་ལས་བཟང་པོ་མང་པོ་ཅིག་བྱེད་ཀྱི་ཡོད་རེད། བྱེད་ཀྱི་ཡོད་རེད་དེ། འདི་ཚོ་གི་དབང་གིས། ཁོ་རང་ལ་མཐར་ཐུག་གི་རེ་བས་ཟེར་ན་མཐར་ཐུག་གི་མ་རེད། སྐྱེ་བ་ཕྱི་མ་བདེ་འགྲོ་ལ་སྐྱེ་ཡས་ཡོང་གི་ཡོད་རེད། དེ་སང། སྐྱེ་བ་ཕྱི་མ་བདེ་འགྲོ་ལ་སྐྱེ་ཡས་ཡོང་གི་ཡོད་རེད་དེ། ཁོ་རང་ལ་ཐར་བ་ལ་གཙོ་བོ་ག་རེ་དགོས་ཀྱི་ཡོད་རེད་ང་ཚོ། ཁ་ཚ་རྔ་མ་ནས་ཡང་ཟིན་ཡང་ཟིན་ཞུས་དེ། ཁོ་རང་ལ་ཐར་བ་ལ་ཁོ་རང་འཁོར་བཅུག་མཁན་གྱི་གཙོ་བོ་ཏིག་ཏིག་འདི་ང་ཟིན་ཟེར་དེ། ང་ཟིན་མེད་པ། བཟོད་དགོས་ཀྱི་རེད། བདག་མེད་རྟོགས་དགོས་ཀྱི་རེད། བདག་མེད་རྟོགས་པ་ལ་སྟོང་ཉིད་རྟོགས་དགོས་ཀྱི་རེད། སྟོང་ཉིད་དང། དོན་གཅིག་མིན་གྱི་རྣམ་གྲངས་དོན་དག་གཞན་པ་གཅིག་ག་ལ་ཡོད་རེད་དེ་ཁོ་ན་ཉིད་ཟེར་ཟེར། སྟོང་ཉིད་ཟེར་ནི་རེད་དེ་ཁོ་ན་ཉིད་ཟེར་ནི་རེད་གནས་ལུགས་ཟེར་ཡིན་གྱི་གཅིག་པ་རེད་བ། གང་ལྟར་ཡང་ནི་དེ་ཁོ་ན་ཉིད། གནས་ལུགས་དེ་ང་ཚོས་ཀྱི་ཧ་གོ་གི་ཡོད་མ་རེད། འཁོར་བ་ལས་ཐར་བཅུག་མཁན་དེ་དེ་ཁོ་ན་ཉིད་སྟོང་ཉིད་ཡིན་པ་དེ་ང་ཚོས་ཧ་མ་གོ་དུས་དངོས་པོ་གྱི་གནས་ལུགས་ངོ་མ་དེ་ཧ་མ་གོ་བའི་རྐྱེན་གྱིས། ལྟར་ཁོ་ར་རུ་འཁོར་བཅུག་ཡོད་བྱས་ཙང་དེ་ཁོ་ན་ཉིད་ལ་རྨོངས་མེད་མ་རིག་པའི་དབང་གིས་ང་ཚོ་ཁ་ཅིག་ལ་མི་དགེ་བའི་ལས་བསགས་ཀྱི་མ་རེད་ག་ཅིག་ན་ལས་འབྲས་ལ་རྨོངས་ཡོད་མ་རེད་བ། ད་ག་རེ་ཡིན་དགོས་ཡོད་རེད་དེ་ཁོ་ན་ཉིད་ལ་རྨོངས་མེད་མ་རིག་པའི་དབང་གིས་ང་ཚོ་ལས་དགེ་བ་བསགས་ཀྱི་ཡོད་རེད་དེ་ཁོ་ར་ལ་ཐར་བཅུག་གི་ཡོད་མ་རེད་བྱས་ཙང་ངན་སོང་ལ་སྐྱེ་བཅུག་གི་ཡོད་མ་རེད་དེ་ཁོ་ར་ལ་ཡང་ཐར་བཅུག་གི་ཡོད་མ་རེད་བྱས་ཙང་དེ་ཁོ་ན་ཉིད་ལ་རྨོངས་མེད་མ་རིག་པ་ཟེར་དེ་ཨ་ནི་ཁོ་བདེ་འགྲོ་ལ་སྐྱེ་བཅུག་མཁན་ཅིག་ཆགས་ཀྱི་ཡོད་རེད། བདེ་འགྲོ་ལ་སྐྱེ་བཅུག་གི་ཡོད་རེད་དེ་ཡག་པོ་རེད་བས་ཟེར་ན་ཁ་ལབ་ཀྱིན་མེད། བྱས་ཙང་དེ་ཁོ་ནའི་གཉིད་ལམ་དབུ་མ་རིག་པའི་དབང་གིས་བདེ་འགྲོའི་བླ་རྩ་སྐྱེལ་གྱི་ཡོད་རེད་དེ་ཡིན་ན་ཡང་ཁོ་རང་ལས་ཐར་ཆོག་གི་ཡོད་མ་རེད་བཙོན་ཁང་ཚོར་པོ་ཅིག་ནི་ང་ཚོ་གི་ཅིག་བསྡད་ཀྱི་ཡོད་མ་རེད་དེ་ཡང་ཁོ་གསེར་གྱི་ཟོལ་བཞག་གི་བཙོན་ཁང་ཅིག་ནི་ད་ལྟའི་བའི་ནས་བསྡད་དེ་ང་ཚོ་བཙོན་ཁང་ནང་བསྡད་དེ་བྱས་ཙང་བཙོན་ཁང་ནས་ཐར་ཐུབ་གི་ཡོད་མ་རེད། བྱས་ཙང་འོན་ཏེ་རང་ལྟ་དོན་དག་ལ་རྡོག་རྡོག་ཤིག་ནང་མ་ཕྱིན་ན་མ་རིག་པ་དེ་ལ་གཉིས་བྱས་ལས་འབྲས་ལ་མོ་བའི་མ་རིག་པ་ལས་རྒྱུ་འབྲས་ལ་མོ་བའི་མ་རིག་པ་དེ་ཡི་དབང་གིས་ངན་སོང་དུ་སྐྱེ་དེ་དང། དེ་ཁོ་ན་ཉིད་ལ་རྨོངས་པའི་མ་རིག་པ་འདི་ཡི་དབང་གིས་ཨ་ནི་གོ། བདེ་འགྲོ་ལ་སྐྱེ་རྒྱུ་ཡོད་རེད་དེ་ཡིན་ན་ཡང་གོ། འཁོར་བ་ལ་ཡང་རྒྱ་འཁོར་ནས་བཞག་ནས་འཁོར་བ་ལས་མཐར་འཇུག་གི་ཡོད་མ་རེད། ཅེས་འདི་མ་རིག་པ་རིགས་མི་འདྲ་བ་གཉིས་ཏེ་འདི་ཆ་དེ་ཡོད་རེད། ད། མ་རིག་པའི་གི་བྱེད་ལས་ག་རེད། མ་རིག་པའི་གི་ལས་ཀ་ག་རེད་ལབ་པ་ཡིན་ན་ད། མ་རིག་པ་དེ་ང་ཚོས་གང་ལ་ཞུ་ས་ཡིན་པ། མ་རིག་པ་རིགས་གཉིས་འདི་གི་དབང་གིས་ང་ཚོ་ག་རེད་ལས་བསགས། ལས་སྐྱེ་བ་དང་ལས་མི་སྐྱེ་བ་བསགས། རེད་པ། ལས་སྐྱེ་བ་དང་ལས་མི་སྐྱེ་བ་དེ་ཚོ་ཡི་དབང་གིས་ཡང་རྒྱ་འཁོར་བ་ལ་འཁོར། བྱས་ན་མ་རིག་པའི་དབང་གིས་ལས་ཟ། ལས་ཀྱི་དབང་གིས་འཁོར་བར་འཁོར། འཁོར་བ་ལ་འཁོར་ཟས་བཅུ་དགུ་ལ། སྐྲ་ལྔ་ཚོ་གཅིག་སྡུག་བསྔལ་དེ་བ་གཅིག་ཡོད་པར། བྱས་ན་འཁོར་བ་ལ་ཡང་རྩེ་ཡང་རྩེ་འཁོར་བཅུ་རྐྱེན་དེ་མ་རིག་པ་དེ་ཆགས་དེ། མོ་ར་དང་གི་དེ་མ་རིག་པ་དེ་ཆགས་དེ། བྱས་ན་དེ་ཡིན་དུ་བསམ་པ་ལ་མ་རིག་པའི་གི་ལས་ག་དེ་ག་རེ་མ་རིག་པའི་དབང་གིས་ལས་ཟ། ལས་ཀྱི་དབང་གིས་འཁོར་བར་འཁོར་གྱི་ཡོད་དུ་བསམ་པ་ལ་འཁོར་བ་ལ་འཁོར་བཅུ་རྐྱེན་གཙོ་བོ་དེ་མ་རིག་པ་དེ་རེད། མ་རིག་པའི་གི་ལས་ག་དེ་བྱེད། ད་མ་རིག་པའི་གི་གཉེན་པོ་ག་རེ་ཟེར་ན་མ་རིག་པ་ཁབ་སྟེ་མ་རིག་པ་མེད་པ་བཟོས་ཏེ་ག་འདྲ་ཞིག་ནས་བཟོས་དགོས་ཀྱི་རེད་མ་རིག་པའི་ཁབ་སྟེ་ག་རེ་ཞིག་ལབ་པ་ཡིན་ན། ད་འདི་ལབ་པ་ལ་སྔོན་ནང་ཚོ་དཔེ་གཅིག་གི་སྒོ་ནས་ཞུས་ན་ར། དཔེ་ཆ་ཆ་བ་ཡི་ནང་དུ་གཅིག་སྦྲུལ་ལ་ཞེས་འདི་ཉིད་མི་གཅིག་ཕ་ཆུ་ཁང་པ་འདི་གི་ནང་ན་སྦྲུལ་ཡོད་ན་མེད་ན་བསམ་ནས། ཅིག་འགྲུབ་མ་ཐུབ་པ་དེ་འདྲས་ཤིག་ཡོད་དེ་བའི་གནས་སྐབས་སུ་ཁོང་གི་བསམ་བློ་རྣམས་རོ་སྦྲུལ་ལ་ཡོད་ན་བསམ་པའི་གི་ཡོད་ན་མེད་ན་བསམ་པའི་ཐེ་ཚོམ་འདྲ་བོ་ཡང་ན་དཔེ་ཅིག་སྦྲུལ་ལ་ཡོད་ས་རེད་བསམ་པའི་གི་བསམ་བློ་དེ་འདྲས་ཤིག་ཡོད་ན་འདི་སྨྲེ་བ་ག་འདྲས་བཟོས་དགོས་རེད་ལབ་ན། ད་མི་གཞན་པ་ཅིག་ཕར་ཁང་པ་ནང་ལ་འགྲོ་ནས་རོ། ཨེ་སྦྲུལ་ཡོད་མེད་ལྟ་སྦྲུལ་མེད་བ་ཧ་གོ་ནས་ཨ་ནི་ཕྱི་ལོག་དུ་ཡོང་ནས་ཨོ་ཁང་པ་ནང་ལ་སྦྲུལ་མི་འདུག་ད་ལབ་པ་ཡིན་ན། ཨ་ནི་མི་དེ་གིས་སྦྲུལ་ཡོད་མེད་གི་སྦྲུལ་ཡོད་ན་བསམ་པའི་གི་ཞེད་སྣང་འདི་མེད་བ་ཆགས་ཀྱི་རེད། འདི་ཆགས་ཀྱི་རེད་མ་གཏོགས་དེ་ཁང་པ་ནང་ལ་འགྲོ་ནས་ཕྱི་རོལ་དུ་ཁྱིམ་མི་འདུག་ད་ཟླ་པ་ཡིན་ན་ཁོ་འགྲུལ་ཡོད་ན་བསམ་པའི་གྱི་ཞེད་སྣང་དེ་མེད་བ་ཆགས་ཀྱི་མ་རེད། ཡང་ན་ཕལ་ཆེར་འགྲུལ་ཡོད་ས་མ་རེད་ལབ་པ་ཡིན་ན་འདི་གི་ཡང་ཁོ་འགྲུལ་མེད་མེད་ན་ཡོད་ན་མེད་ན་བསམ་པའི་གྱི་ཞེད་སྣང་དེ་ཁོ་མེད་བ་ཆགས་ཀྱི་མ་རེད། འདི་ཡིན་དུས་བསམ་པ་ལ་འགྲུལ་ཡོད་ན་བསམ་པའི་གྱི་བསམ་བློ་དེ་མེད་བ་ཟེར་ལ་འགྲུལ་མི་འདུག་ལབ་ནས་ཡོད་རེད་བསམ་པ་དེ་མེད་པ་བཟོས་ཡོད་ན་ཁོ་རང་གི་ཁ་བརྡའི་ཐག་ཐག་དེ་མི་འདུག་སེ་དེ་གི་ཨ་ནི་གོ་མེད་པ་བཟོས་ཐུབ་བ་ན་བཞིན་གི། མ་རིག་པ་དེ་ཡང་ང་ཚོ་ཁོ་རང་ལ་ཁུར་བྱིན་གི་གི་མ་རིག་པ་དེ་གི་གཉེན་པོ་ཁ་བརྡའི་དེ་ཧ་གོ་བ་ལ་མ་རིག་པའི་གི་ཁ་བརྡའི་རིག་པ་དེ་ཨ་ནི་གོ་ཡང་ཅིག་ཞིམ་གཞན་ཅིག་གི་དེ་གི་ཁ་བརྡའི་རིག་པ་དེ་ག་རེ་ཡིན་མེད་དེ་ཧ་ཚད་ནས་ཧ་གོ་ནས་ཨ་ནི་སུ་ཡོང་ནས་ཨ་མ་རིག་པའི་ཁ་བརྡའི་རིག་པ་དེ་འདི་རེད་འདུག་ད་བསམ་ནས་ལ་འཇིག། ལན་ཅིག་སྐྱེས་ནས་འདི་འདྲི་བའི་ཀྱི་རིག་པ་འདི་ལ་བརྟེན་ནས་མ་རིག་པའི་ཁ་དོག་དེ་ཅག་ཐོགས་ཀྱི་ཡོད་རེད། ཟེར་བ། ད་འདིར་རབ་ཏུ་བསམ་པ་ལ་འོ་ན་འདི་འདྲི་བའི་ཀྱི་རིག་པ་འདི་གང་འདི་རེད་ཟེར་ལབ་པ་ཡིན་ན། ཨ་ནི་དེ་སུས་ཀྱི་ཧ་གོ་ཡོད་རེད་ཟེར་ལབ་པ་ཡིན་ན་ང་ཚོ་ནམ་རྒྱུན་ད་རྒྱུན་ང་ཚོ་ཁང་པ་ནང་ལ་སྦྲུལ་ལེབ་མི་རྟག་ག་སྦྲུལ་བ་ན་བཞིན་གྱི་མ་རིག་པའི་ཀྱི་ཁ་དོག་དེ་ག་རེ་ཡིན་ན་དཔྱད་པ་བྱེད་མཁན་གྱི་དཔྱད་པ་བྱས་ཏེ་འོ་ན་སངས་རྒྱས་བཅོམ་ལྡན་འདས་ཀྱིས་དཔྱད་པ་བྱས་ཟིན་པ་རེད། ཅེས་གཟིགས་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་བདག་གིས་མ་རིག་པ་འདི་ཀའི་ཁ་བདེ་རིག་པ་འདི་སངས་རྒྱས་བཅོམ་ལྡན་འདས་ཀྱིས་མཁྱེན་ཟིན་པར་མཁྱེན་ཚར་བར། ཁྱེད་ནི་ང་ཚོས་ལ་སུ་ག་རུ་སོང་ཡོད་ཟེར་བ་ཡིན་ན་འདི་འགྲོ་ཡོད་ཀྱི་མ་རིག་པའི་ཀྱི་ཁ་བདེ་འདི་ཁ་བདེ་ཀྱི་རིག་པ་འདི། རྟེན་འབྲེལ་རྟོགས་པའི་རིག་པ་འདི་རེད་དོ་ཟླ། རྟེན་འབྱུང་རྟོགས་པའི་རིག་པ་འདི་རེད་དོ་ཟླ། སྟོང་ཉིད་རྟོགས་པའི་རིག་པ་འདི་རེད་དོ་ཟླ་ཞེས་ལབ་ནས་སངས་རྒྱས་ཀྱིས་གསུངས་ཡོད། བྱས་ཙང་ད་རྟེན་འབྱུང་རྟོགས་པའི་རིག་པ་འདི་ཀྱིས་མ་རིག་པའི་ཀྱི་ཁ་བདེ་ལྕགས་ཐོགས་ཀྱི་ཡོད། ལྟ་ཡིན་ན་མ་རིག་པ་མེད་བར་བཟོད་པ་ལ། རྟེན་འབྲེལ་ལ་བརྟེན་ནས་མ་རིག་པ་མེད་བར་བཟོད་པ་ལ། ཡིན་གཅིག་མིན་གཅིག་གི་ཐེ་ཚོམ་གྱི་རྒྱུ་ནི་འགྲོ་དགོས་ཀྱི་ཡོད་རེད། ལྟ་ཡིན་པ་ཡིན་ན་ཐེ་ཚོམ་ལ་ནི་ག་རེ་ཞིག་ལབ་ཀྱི་ཡོད་རེད་ཟེར་བ་ཡིན་ན། ལྟ་ཐེ་ཚོམ་དེ་ཡང་ང་ཚོ་ཚན་པ་གཉིས་ཀྱི་ཐོག་ནས་ཤོད་ཀྱི་ཡིན་པ་རེད། དོན་དག་དང་བྱེད་ལས་ལས་ཀ། ཐེ་ཚོམ་གྱིས་ང་ཚོ་སྐྱོན་ག་རེ་བཏང་གི་ཡོད་རེད་ཟེར་བ། ལྟ་ཐེ་ཚོམ་གྱི་དོན་དག་དེ་སྤྱིར་ན་ང་ཚོ་ནམ་རྒྱུན་ཡིན་ན་ང་ཚོ་འདི་ཐ་སྙད་ནང་ལ་ང་ཚོ་བེད་སྤྱོད་བཏང་སྟེ་ཟེར་བ་ཐེ་ཚོམ་ལ་དུ་ཡིན་ན་མེད་ན་བསམ་མེད་ཀྱི་ཐེ་ཚོམ་ཡོད་རེད། བྱས་ཙང་ཐེ་ཚོམ་འདི་ལ་དོན་དག་སྤྱི་དང་ང་ཚོ་སེམས་གཉིས་པ་རྩེ་གཉིས་པ་ཅན་ཅིག་རེད་དེ་ཡིན་པ་ཡིན་ན་ཡང་སྐབས་དུས་བབ་པ་ང་ཚོ་གི་ཉོན་མོངས་འཁོར་བ་ལ་ང་ཚོ་དཀའ་ཉེར་སྤྲད་ཀྱིན་ཡོད་ན་མེད་ན་གི་ཐེ་ཚོམ་འདི་ལས་རྒྱུ་འབྲས་ལ་ཐེ་ཚོམ་ཟ་ཡ་གང་དག་ཡང་ནི་ལམ་ཡག་པོ་ཅིག་འཁྲིད་ཀྱིན་ཡོད་ན་ལམ་ཡག་པོ་དེ་ལ་ཐེ་ཚོམ་ཟ་ཡ་སངས་རྒྱས་ཀྱི་གསུང་ལ་ཐེ་ཚོམ་ཟ་ཡ་འདི་ཚོ་ད་ཐེ་ཚོམ་ཟ་ལོས་དེ་སངས་རྒྱས་ཀྱི་ཅིག་གསུང་བཞག་པ་ཡིན་ན་འདི་རེད་ལ་ད་འདི་ལ་ཐེ་ཚོམ་ཟ་ཡ་རོ་བྱས་ཙང་ལས་རྒྱུ་འབྲས་དང་རྟེན་འབྲེལ་དང་འདི་ཚོ་ལ་ཐེ་ཚོམ་ཟ་བ་ནི་ཨ་ནི་གོ་མ་འགྲོ་བ་ལྷག་དེ་རེད་རོ། དེ་འདི་ཚོ་ནི་ང་ཚོ་ག་རེ་ཉོན་མོངས་རྩ་ཉོན་ནས་ལ་ནི་ཡང་ང་ཚོ་རྩ་ཉོན་ཅིག་ཆགས་ཏེ། ད་གཉིས་པ་ང་ཚོ་ཐེ་ཚོམ་གྱི་ལས་ཀ་ག་རེ་བྱེད་ལས་ག་རེ་ལབ་པ་ཡིན་ན། ཐེ་ཚོམ་གྱིས་ཨ་ནི་ཁོ་དགེ་བའི་བྱ་བ་ལ་འཇུག་ཡས་ལ་བར་ཆད་བྱེད་ཀྱི་ཡོད། དགེ་བའི་བྱ་བ་ལ་འཇུག་ཡས་ལ་བར་ཆད་ག་འདྲ་བྱེད་ཀྱི་ཡོད་རེད་ལབ་པ་ཡིན་ན། ད་ཁོ་དགེ་བའི་བྱ་བ་འདི་ཅིག་བསྟེན་ཡོང་དུས་བསམ་པ་ལ་སངས་རྒྱས་དང་དགེ་བའི་བཤེས་གཉེན་དང་དེ་ཚོ་གི་དགེ་བའི་བྱ་བ་ལམ་བཟང་པོ་ཅིག་བསྟེན་ཡོང་དུས་བསམ་པ་ལ་ཐེ་ཚོམ་གྱིས་འདི་ཨ་ཡ་ཡིན་ན།

ལམ་ནོར་དང། ལམ་ལ་ཐེ་ཚོམ་དེ་སྙེད་ཅིག་ཐར་པར་འགྲོ་ལ་གེགས་བྱེད་པ་དེ་ཤེས་ན་གསུམ་སྟེ་མདོ་སྲིད་ལམ་ནི་ཨ་ནི་འཇིག་ལྟ་དང་ཚུལ་ཁྲིམས་ཕྱོགས་འཛིན་གྱི་ལྟ་བ་དང་དེ་གཉིས་ནི་ང་ཚོ་རྗེས་མ་དཔལ་བའི་སྐབས་དེ་གྱིས་ཤིག་གི་རེད་གསུམ་པ་དེ་ཐེ་ཚོམ་དེ། ཐེ་ཚོམ་དེ་ཧ་ལམ་ན་ལམ་ལ་ཐེ་ཚོམ་ཟ་བཅུག་གི་ཡོད་རེད་དེ་རྒྱུ་མཚན་གྱི་ཐེ་ཚོམ་དེ་ང་ཚོ་ལ་དགོས་ཡོད་མ་རེད་དོར་དགོས་ཀྱི་རེད་ལམ་ནས་གསུངས་ཀྱི་ཡོད་རེད་ར་དེ་ཐེ་ཚོམ་གྱི་ཆེད་ལས་དེ་བྱེད། ད་ཡིན་ན་ང་ཚོ་མཚམས་མཚམས་ཡང་ང་ཚོ་ཐེ་ཚོམ་དགོས་ཀྱི་རེད་ལབ་གི་འདུག་ད་ལྟ་ཡང་ང་ཚོ་ཐེ་ཚོམ་འདི་ང་ཚོ་དོར་བྱ་རེད་ལབ་གི་འདུག་འདི་ག་རེ་ལབ་ཀྱི་ཡོད་རེད་ཟེར་བ་ཡིན་ན། ད་དེ་ལ་ཁོ་མཁས་པ་མི་འདྲ་མི་འདྲ་གི་བཞེད་ཚུལ་མི་འདྲ་མི་འདྲ་མང་པོ་ཞིག་ཡོད་རེད། ཨ་ནི་ང་ཚོ་དཔེར་ན་ཆོས་ར་ཡིན་ནང་ལོགས་ལ་ཡིན་པ་ཡིན་ན་འདི་རྩོད་པ་རྩོད་ཡུལ་གལ་ཆེན་པོ་ཞིག་ཆགས་ཀྱི་ཡོད་རེད། ཐེ་ཚོམ་ལ་ཡིན་གཅིག་མིན་གཅིག་གི་རྩར་ཉེན་ཡོང་དགོས་ཀྱི་དགོས་ཀྱི་མ་རེད་ཟེར་ལབ་ནས། འདི་ལབ་དུས་ད་གང་ལྟར་དམིགས་བསལ་གྱི་དེ་ལ་ད་ལྟ་འདི་ཐག་གཅོད་ཡོད་ས་དམིགས་བསལ་གྱི་གལ་ཡོད་མ་རེད་དེ། ཡིན་ན་ཡང་བཞེད་ཚུལ་གཅིག་ལ་ག་རེ་ཡོད་ལབ་པ་ཡིན་ན། ཐེ་ཚོམ་ལ་ཡིན་གཅིག་མིན་གཅིག་གིས་དེ་ལ་བཀའ་ཟུར་བ་བོད་ཀྱི་རྩ་ཉོན་གྱིས་རྩ་ཉོན་དྲུག་གི་ནང་ལོགས་ཐེ་ཚོམ་དེ་དགོས་གི་མ་རེད་ཟླབ་ཉེས་གཅིག་ཡོད་རེད། དེའི་ལབ་ཀྱི་དེ་ཡིས་ག་རེ་ལབ་དགོས་ལབ་པ་ཡིན་ན་ཐེ་ཚོམ་ལ་ཐེ་ཚོམ་ཉོན་མོངས་ཅན་ཞིག་ཡོད་རེད། ཐེ་ཚོམ་ཉོན་མོངས་ཅན་དེ་ད་རྩ་ཉོན་གྱི་ཐེ་ཚོམ་དེ་རེད། ཡང་ཅི་སྟངས་ཐེ་ཚོམ་ལ་ཡིན་གཅིག་མིན་གཅིག་གི་རྩ་ཉོན་ཐེ་ཚོམ་དགོས་གི་མ་རེད་ཟླབ་ནས་ལབ་མཁན་གཅིག་ཡོད་རེད། ད་ཡིན་ན་གང་ལྟར་ཡང་ནི་ང་ཚོ་ག་རེ་ལབ་པ་ཡིན་ན་ལམ་འཇུག་པ་ལ་དོགས་པ་དགོས་གི་ཡོད་རེད། ལམ་བཟང། ཅིག་གསུང་བ་དེ་ལམ་བཟང་སྐོར་ཡིན་ཚུལ་ཡིད་ཆེས་ནས་ཡིད་ཆེས་རང་རྐང་ལ་འགྲོ་བསྡད་དེ་མ་རེད། ནང་པའི་ཆོས་དེ་དམིགས་བསལ་གྱི་ཁྱད་ཆོས་ཅིག་ག་ཡོད་ལབ་ན་གསུང་ཆ་ཚང་ལ་རྒྱབ་རྟེན་གྱི་རིགས་པ་དཔེ་དཀར་ཡང་དག་བཞི་བོ་ཡོད་འདུག་པ་རྐྱང་རྐྱང་རེད། བྱས་ཙང་ཁོ་ཅིག་གིས་རེད་སངས་རྒྱས་ཀྱི་གསུང་རེད་ཁྱད་པར་གྱི་གསུང་རེད་ལབ་ནས་ཡིད་ཆེས་ཙམ་མ་ཡིན་པར་དེ་ག་རེ་རེད་ན་ཨ་ཡིན་ན་དེ་དོགས་པ་བྱས་ནས་ཨ་འདི་ལ་དཔྱད་པ་བྱེད་དགོས་ཡ་ཅིག་ཆགས་ཀྱི་ཡོད་རེད་དེ་དུས་དེ་རིགས་གསུང་ག་འདྲ་བཞིན་པ་ནས་དཔྱད་པ་བྱེད་དགོས་ཡ་དགོས་ཀྱི་ཡོད་རེད། སྤྱད་པ་བྱེད་དགོས་ཀྱི་ཡོད་རེད་དེ། ཡིན་པ་ཡིན་ན་ཡང་དེ། ཐེ་ཚོམ་གྱི་ཐེ་ཚོམ་ཉོན་མོངས་ཅན་དེ་གྱིས། ད་ནི་རྩལ་ཉོན་གྱི་ཐེ་ཚོམ་དེ་གྱིས། དེ་ལ། ལ་ཕ་རྒྱུ་ཡོད་ལ་བར་ཆད་བྱེད་ཀྱི་ཡོད་ར། སྤྱད་པ་བྱས་དེ་དང། ཐེ་ཚོམ་ཟ་ནས་བསྡད་དེ་དེ་གཉིས་ཀྱི་འདྲ་གི་མ་རོ། སྤྱད་པ་བྱས་དེ་སོ་སོ་གྱི་དོན་གཉེར་ཡོང་བའི་རྐྱེན་གྱིས་སྤྱད་པ་བྱེད་ཀྱི་ཡོད། སྤྱད་པ་བྱས་ནས་ཧ་གོ་བ་ཡིན་ན་ཡིད་ཆེས་དེ་བརྟན་པོ་ཆགས་འགྲོ་གི་ར། ཡིད་ཆེས་བརྟན་པོ་ཆགས་པ་ཡིན་ན་ཉམས་ལེན་ལ་གོ་བརྟན་འགྲོ་གི་ར། དེ་སང་ཐེ་ཚོམ་ལ། བཤད་སྟངས་གཅིག་ལ་ཐེ་ཚོམ་ལངས་འདུག་དགོས་ཡས་ཀྱི་གཅིག་ཡོད་རེད་མོ་དགོས་ཡས་ཞིག་ཡོད་རེད་བསམ་ནས་རིག་གི་གཉིས་ཆེ་རྐྱེན་ཞིག་ཡོང་གི་ཡོད་ཡིན་པ་ཡིན་ཡང་དེ་མཐའ་གཅིག་ཏུ་ད་འདི་རེད་བསམ་ནས་ཞུ་ཐུབ་དགོས་མར་ཁ་ཅིག་བསམ་འདི་སྐོར་དཔྱད་ཤེས་ཆེན་པོ་བྱས་ནས་མཁས་པ་མི་འདྲ་མི་འདྲ་བ་ཀྱི་སྐོར་གསུང་སྟངས་མི་འདྲ་བ་མང་པོ་ཡོང་གི་ཡོད་རེད་ད་གང་ལྟར་སྐད་ཆ་རྡོག་རྡོག་བཤད་པ་ཡིན་ན་དེ་རིང་གི་ང་ཚོ་བརྙན་འདི་གི་སྐད་ཆ་དོན་དག་རྡོག་རྡོག་ཞུས་པ་ཡིན་ན། མ་རིག་པ་དེ་ག་རེ་བྱེད་ཀྱི་ཡོད་ཟེར་བ་ཡིན་ན་ང་ཚོ་མུན་པའི་ནང་ལ་བཞག་བཞག་གི་ཡོད་རེད། རང་ནག་ཁུང་ནང་ལ་བཞག་བཞག་གི་ཡོད་རེད། ཐེ་ཚོམ་གྱི་ག་རེ་བྱེད་ཀྱི་ཡོད་ལ་ན་ནག་ཁུང་ལས་མཐའ་རེ་ལ་ང་ཚོ་ཡོད། ཡོད་ས་ནག་ཁུང་ལ་མཐར་དགོས་ཀྱི་ཡོད་པ་ཡིན་ན་ནག་ཁུང་ལ་ང་ཚོ་གིས་མཐར་མ་བཅུག་ནས་བཞག་བཞག་གི་ཡོད་རེད། བྱས་ཙང་གཉིས་རྒྱལ་གྱིས་ག་ཞིག་གོ་རེ་འཁོར་བ་ལ་འཁོར་བཅུག་གི་ཡོད་རེད། བྱས་ཙང་ང་ཚོ་འཁོར་བ་འཁོར་བཅུག་གི་ཡོད་ན་མེད་ན་དེ་མ་རིག་པ་ལ་ཐེ་ཚོམ་ཉིད་ཆགས་ཀྱི་ཡོད་རེད། ད་མ་རིག་པ་དེ་གི་ནང་ལོགས་ལ་ཡང་ང་ཚོ་ག་རེ་ན་རིགས་མི་འདྲ་བ་མང་པོ་ཞིག་ཡོང་གི་ཡོད་རེད། ད་ལྟ་ང་ཚོ་མ་རིག་པ་མ་རིག་པ་ཟེར་ལྟ་བ་མ་ཡིན་རྐྱེན་གྱིས་མ་རིག་པ་དེ་རེད་སྟབས་ལྟ་བ་ཡིན་རྐྱེན་དེ་ལ་ཡང་ལྟ་བ་རིགས་མི་འདྲ་མང་པོ་ཞིག་ཡོང་གི་ལྟ་བ་ལ་ཚོ་ང་ཚོ་གི view point ལྟ་གི་ར་སོ་སོའི་གི་ལྟ་བ་མི་དེ་གི་ལྟ་བ་ག་རེ་ལངས་ཕྱོགས་ག་རེ་ཟེར་ཞོར་ར་ད་ལྟ་བ་དེ་ལ་ཡང་ལྟ་བ་ཁོ་ར་ལ་ཁོར་ཆུད་རྐྱེན་གྱི་ལྟ་བ་ཡོད་ན་མེད་ན་ལྔ་ཞུས་པ་རེད་དེ་སྐོར་དེ་ང་ཚོ་གི་བརྙན་རྗེས་མ་ནང་ལ་ཞུ་གི་ཡིན་ཨ་ནི་ཟ་མ་ལ་ཐུག་ཆེ་ན།